ལྟ་ཞིག་ལས། ད་དེ་རིང་ང་ཚོས་སློབ་ཚན་གསར་པ་སློབ་ཚན་བདུན་པ་ཁེ་དང་གྱོང་སྦྱང་གི་ཡིན་ད། སློབ་ཚན་ཁེ་དང་གྱོང་ལ་ང་ཚོ་ག་རེ་ག་རེ་སྦྱང་གི་རེད། དང་པོ་དེ་གཟིགས་ཡ། ཁེ་དང་གྱོང་ཁེ་བཟང་དང་གྱོང་ར། གཉིས་པ་དེ་ལ་ཡ། མ་གནས་དང་ཕྱི་ཚོང་རིན་གོང། དེ་གས་སྦྱང་གི་རེད། སློབ་ཚན་ཁྱེད་དང་གྱོང་གིས། ཤོག་ངོས་དེ་ལ་ཡ་སློབ་མ་གཉིས། ཁྱེད་དང་གྱོང་གང་ལ་ཡ་བཀའ་མོལ་གནང་འདོག་འདི་ང་ཚོ་བཀའ་མོལ་ག་རེ་གནང་འདོག་ཅིག། ཀློག་ཡིན་ད། དང་པོ་དེ་ལ་ཡ་ག་རེ་གསུངས་འདོག། ཆུ་ངར་གཅིག་ལ་སྒོར་བཅུ་སྤྲད་པ་ཡིན། བྱས་ན་ཁེ་བཟང་སྒོར་གཉིས་ཐོབ་འདུག། ཁེབས་བཟང་ཟེར་ན། སྐད་ཆ་དྲིས་འདུག་ཨ། མ་ནད་ཀྱི་སྒང་ལ་སྔོན་ཕ་མ་བྱིས་ཆུང་དེར་ཁེ་བཟང་ཟེར་དཔེར་ན། ཆུ་སྔ་མོ་དེར་མ་ནད་འགོར་རྒྱས་རེད། བྱས་ཙང་ཁེ་བཟང་ཟེར། ཁེ་བཟང་ཟེར་ན་དོན་དག་གང་ཡིན་མིན་དེའི་འགྲེལ་བཤད་སྐྱོན་འདུག་ཨ། བྱས་ན་གྱོང་ཞེས་པ་ནི། དངོས་པོ་གཅིག་ལ་མ་ནད་ལས་རིན་གོང་ཆུང་བ་བྱས་ཏེ་བཙོངས་པ་དེར་ཟེར་བ་མ་ཡིན་ནམ་ཁྱེད་ཀྱིས་དྲིས་འདུག་ཨ། གནད་དང་པོ་དེ་ལན་ག་རེ་སྐྱོན་འདུག་ད་ག་རང་རེད། གཤམ་དུ་ང་ཚོས་ཁེ་དང་གྱོང་མ་གནས་སོགས་སྦྱང་རྒྱུ་རེད་ས་དེ་རེད་སློབ་ཚན་འདི་ནང་ལ་ཡང་ཁེ་དང་གྱོང་མ་གནས་དེ་གའི་སྐོར་ལ་ཡང་སྦྱང་གི་རེད། དཔེ་དེ་ག་ལ་གཟིགས་ཨ། དེ་ལ་ཡང་དངོས་པོ་གཉིས་བཞག་འདུག་ཨ། འདི། སྦྱར་རྩི་རེད་བ། ད་སྦྱར་རྩི་འདི་གིས་གོང་ཚད་ག་ཚོད་རེ་བརྟག་གིན་གདའ། དེ་ཡག་པོ་བྱེད། གོང་ཚད་སྒོར་ལྔ་རེད་བ། སྦྱར་ཚིག་དེ་ལ་ཡང་གོང་ཚད་སྒོར་ལྔ་བྱས། བྱས་དུས། གོང་ཚད་སྒོར་ལྔ་དེ་གར་ཆགས་པ་རེད། མ་གནས་ཆགས་པ་རེད། མ་གནས་སྒོར་ལྔ་བྱས། མ་གནས་སྒོར་ལྔ་དེ་གལ་ཏེ། ཚོང་ཁང་གཅིག་ནས་ཨ་ནི་ང་ཚོ་ལ་ཡ་བཙོང་དུས། སྒོར་མོ་ལྔ་གནས་ཡོད་རེད་དེ། ཨ་ནི་ཚོང་དཔོན་ལགས་ཀྱིས་བཙོང་བའི་སྐབས་ལ། ཕྱིར་ཚོང་གོང་དེ་སྒོར་བཞི་ཡིན་པ་ཡིན་ན། འདི་མཁས་པ་ཆིངས་སུ་ཨ། མ་གནས་ལྔ་བྱེད་ཕྱི་ཚོང་གོ། རིན་གོང་འདི་སྒོར་བཞི། ཡིན་ན། མཁས་པ་ཇི་དྲུག་འདུག་མཁས་པ་ག་ཚོད་དྲུག་འདུག། ལྔ་ནས་བཞི་ཐེམ་པ་ནི་གཅིག། རོ། གཅིག་དེ་ག་རེ། མ་གནས་ཐོག་ཏུ། ཕྱི་ཚོང་གོ། རིན་གོང་འདི་ཐོག་ཏུ། ཅི་འདི་རེ་ཟིག་དང་མ་གནས་འདི་ཐོག་ཏུ་ཨ། སྐུ་ཉིད་པོ་རུ་མཁས་པ་གཅིག་འདུག་ད་གཅིག་དེ་ག་རེ་ཆགས་པ་རེད། གྱོང་ཆག་པར་བྱེད་ད་ང་ཚོ་ལ་ཡ། ཚོང་འདི་འདྲས་བརྒྱབ་པའི་སྐབས་ལ་གྱོང་སྒོར་ག་ཚོད་རག་འདུག་སྒོར་གཅིག། གྱོང་སྒོར་གཅིག་བྱས། ད་ང་ཚོ་ལྕེ་ལ་གཉིས་པ་དེ་གཟིགས་ཨ། བྱི་བའི་གྲུང་དེབ་ཞིག་འདུག་ཨ། བྱི་བའི་གྲུང་དེབ་འདིའི་རིན་གོང་ག་ཚོད་རག་འདུག་ཨ། རིན་གོང་དེ་ཡག་པོ་གཟིགས་ད་དེ་ལ་ཡ། ད་ང་དེབ་འདི་མ་གནས་སྒོར་ཆིག་བརྒྱ་བཅུ་རེད་བ། བྱས་ཙང་མ་གནས་ལ་སྒོར་ཆིག་བརྒྱ་བཅུ་རེད་བྱས། ད་ང་དེབ་འདི་བཙོང་དགོས་ཀྱི་ཡོད་རེད། བཙོང་དུས་ངས་ག་འདྲ་བཙོང་གི་རེད་ངས་ཀྱི། ཕྱིར་བཙོང་གོང་དེ་རིན་གོང་ལས་སྲིད་ད། ཕྱིར་བཙོང་རིན་གོང་འདི་སྒོར་ཆིག་བརྒྱ་ཉི་ཤུ་རྩེ་ལྔ་ལ་ཡ་བཙོང་ཉེར་དྲུག་ཡོད་རེད། མ་གནས་ཆིག་བརྒྱ་བཅུ་རེད།

ཁྱེད་ཚོ་རི་འགོག་དེ་ཐོག་ཡོད་ན། ཨ་ནི་ཉག་ལ་ཁེབ་སང་རག་ཡོད་རོ། བྱས་ཙང་ཟིད་ད། ཕྱི་རྒྱལ་ཉི་ཤུ་རྩེ་ལྔ་ནས་ཕྱི་རྒྱལ་བཅུ་ཐེམ་པའི་ནི་བཅོ་ལྔ་བྱུང་ཞག་བཅོ་ལྔ་དེ་གར་ཆགས་པ་རེད། ཁེད་སང་སྒོར་བཅོ་ལྔ། བྱས་ཏེ་ཚོང་རྒྱབ་པའི་སྐབས་ལ་སྐབས་རེ་ཁེབ་སང་སྐབས་རེ་གྱོང་ཡོང་གི་འདུག་བ། རྩིས་རྒྱབ་ཙང་འདུག་སེ་ག་གོ། ད་ང་ཚོའི་འདིའི་ཤོང་ཡོད་འདིའི་གློག་ཡིན་ད། དང་པོ་འདི་ལ་ཡ། ཚོང་བདག་གཅིག་གིས་བཟོ་གྲ་ནས་བརྙན་འཕྲིན་ཞིག་སྒོར། སྟོང་ཕྲག་ཉི་ཤུ་སྤྲད་དེ་ཉོས་པ་རེད། ཁོས་ཁྲོམ་རར་སྒོར་སྟོང་ཕྲག་ཉི་ཤུ་བཙན་སྔ་བྱས་ཏེ་བཙོང་ཐུབ་ཡོད། ཀ་བ་དེ་སི་ཨ་ཚོང་བདག་གི་བཟོ་གྲྭ་ནས་ཉོ་སྐབས་སྤྲད་པའི་དངུལ་འབོར་དེར་མ་གནས། Cost Price། ཞེས་ཟེར། བྱེད་དུས། མ་གནས་ལ་ཡང་དབྱིན་ཇི་ནང་ལ་གར་གཟིགས་འདུག Cost Price གཟིགས་འདུག། ད་ཁ་བ་དེ་ཟིག་དང། ཚོང་བདག་གིས་ཁྲོམ་རར་བཙོངས་ཏེ་བྱུང་བའི་དངུལ་འབོར་དེར་ཕྱིར་ཚོང་རིན་གོང། ཨིན་ཇི་ནང་ག་བྲིས་འདུག Selling Price ཞེས་ཟེར། ཕྱིར་ཚོང་རིན་གོང་ལ་ཨིན་ཇི་ནང་ལ Selling Price ཞེས། ད་ཁ་བ་དེ་དང། མ་གནས་ཀྱི་སྒང་ལ་འཕར་མ། སྒོར་ལྔ་སྟོང་བྱུང་བ་ནི་ཚོང་བདག་གི་ཁེ་བཟང།

འཐེན་པའི་སྐབས་ལ་ཁྱེད་རང་ལ་ཡང་ལན་ཁེབས་སང་ར་བཞག། སྟོང་ཕྲག་ཉི་ཤུ་རྩེ་ལྔ་ནས་སྟོང་ཕྲག་ཉི་ཤུ་ཐམ་པ་སྒོར་མོ་སྟོང་ཕྲག་ཉི་ཤུ་རྩེ་ལྔ་ནས་སྒོར་མོ་སྟོང་ཕྲག་ཉི་ཤུ་ཐམ་པ་འཐེན་པ་ཡིན་ན། ལྔ་སྟོང་རག་གི་འདུག་ཨ་ལྔ་སྟོང་འདི་གར་བྱ་བ་རེད་སྒོར་མོ་ལྔ་སྟོང་རེད་སྒོར་མོ་ལྔ་སྟོང་འདི་ཁེབས་སང་རེད། དུ་བསིལ་རྒྱག་གི་འོ་རེད། ཚོང་བདག་གཞན་ཞིག་གིས་བརྙན་འཕྲིན་གཅིག་མཚུངས་ཤིག་ཁྲོམ་རོགས། ཚོང་ཐབས་བྱས་ཀྱང། ཚོང་ཧ་ལོག་སྟེ་མཐར། སྒོར་སྟོང་ཕྲག་བཅུ་དྲུག་ལ་བཙོངས་པ་རེད། བྱས་ན་ཚོང་རྟགས་དེར་དངུལ་འཕར་མ་ཐོབ་ཡོད་དམ་ཞེ་ན་ཐོབ་མེད། དོན་དངོས་ཐོག་ཚོང་རྟགས་དེར་མ་གནས་ལས་སྒོར་བཞི་སྟོང་ཉུང་བ་བྱུང་ཡོད། དེར་གྱོང་ཟེར། དབྱིན་ཇི་ནང་ལ Loss ཟེར་བྲིས་འདུག་ཨ། ད་རྩིས་ག་འདྲ་བྱས་འདུག་ཟེར་ཨ། མ་གནས་ནས་ག་རེ་འཐེན་འདུག། ཕྱིར་ཚོང་རིན་གོང་འཐེན་འདུག་ཨ། མ་གནས་ནས་ཕྱིར་ཚོང་རིན་གོང་འཐེན་ནས་ཨ་ནི་ཁྱེད་རང་ལ་ཡག་གྱོང་སྟོན་ཤག། ཨོ། སྒོར་མོ་སྟོང་ཕྲག་ཉི་ཤུ་རུ་ཨ། ཨ་ནི་ཕྱིར་ཚོང་རིན་གོང་ག་ཚོད་རེད། སྒོར་སྟོང་ཕྲག་བཅུ་དྲུག་རུ་ཨ། ད་དེ་ནས་འཐེན་རྩིས་ཀྱི་རྒྱབ་དུས་ག་ནས་སྒོར་བཞི་སྟོང་ཅིག་རག་གི་འདུག་སྒོར་བཞི་སྟོང་དེ་ཁྱེད་རང་ལ་གར་བྱུང་བ་རེད་གྱོང་བྱུང་བ་རེད།

མཚོ་མོ་ལགས་ཀྱིས་གེགས་སུབ་ལི་ཡ་སྒོར། བཞི་ལ་བཙོངས་པ། རེད། མཚོ་མོ་ལགས་བཙོངས་པའི་སྐབས་ལི་ཡ། ཕྱི་ཚོང་རིན་གོང་འདི་སྒོར་བཞི་རེད། མཚོ་མོ་ལགས་ཁེ་བཟང་སྒོར་མོ་གཅིག། འདི་གང་ལི་ཡ་ཁེ་བཟང་སྒོར་མོ་གཅིག་ཟེར་ཡོད། རེད། ཁེ་བཟང་སྒོར་གཅིག་མཚོ་མོ་ལགས་ལས་བྱུང་ཡོད། རེད། བཙོངས་ཡ་འདི་སྒོར་མོ་བཞི་ལ་བཙོངས་འདུག། དགོང་མོ་བཞིའི་ནང་ལ་ཡང་ཚོང་དཔོན་ལགས་ལ་ཡང་སྒོར་གཅིག་ཁེ་སང་བྱུང་ཡོད་རེད། བྱས་ན། འགྱིག་སུབ་འདི་གི་མ་གནས་ག་ཚོད་ཡིན་ས་རེད། ད་ཁྱེད་རང་གར་གནང་དགོས་ཀྱི་འདུག། འདི་ཚོ་བསམ་བློ་བཏང་ཨ། བཞི་ལ་ཡང་བཙོངས་པ་རེད་དེ་དེའི་ནང་ལ་ཁེ་སང་སྒོར་གཅིག་ཡོད་རེད། བྱས་ན་མ་གནས་ག་ཚོད་ཡིན་ས་རེད།

ང་ཉོས་པའི་སྐབས་ལ་སྒོར་མོ་བདུན་ཅུ་དོན་ལྔ་སྤྲད་པ་རེད། ནས་ཚོང་མོ་ལ་གར་སོང་རེད་ད་ང་ལ་ཡང་གོང་གྱོང་སྒོར་མོ་ཉི་ཤུ་རྩེ་ལྔ་བྱུང་སོང། རེད་གསུངས་དུས་ད་འདི་འོད་སྡེར་འདི་ཡི་མ་གནས་དེ་ག་ཚོད་ཡིན་ས་རེད། ཨ་ལ་དང་པོ་བསམ་བློ་བཏང་རྩིས་རྒྱབ་ཨན་དེ་སི་ཨ། ད་ང་ཚོ་མ་གནས་ཚད་བོར་བ། མ་གནས་ཚད་ཡོད་མ་གནས་ཚད་པའི་སྐབས་ལ། སྤྱིར་རྫོང་རིན་གོང་འདི། ཁ་ལ་ཡ། གྱོང་འདི་གར་གནང་དགོས་འདུག་འདོམས་དགོས་འདུག་ཨ། རྩོང་ཡ་འདི་ལ་རྩོམ་པར་གྱོང་འདི་བྱུང་ཡོད་ན། ཨ་ནི། མ་གནས་འདི་ག་ཚོད་ཆགས་པ་རེད་འདི་གཉིས་འདོམས་པའི་འདོམས་ཐོབ། བརྒྱ་ལས་སོང་ཨ། བརྒྱ་འདི་ག་རེད་སྒོར་བརྒྱ། སྒོར་བརྒྱ་འདི་ང་ཚོས་མ་གནས། བྱས་ན་འོད་སྡེར་འདི་ལ། འོད་སྡེར་འདི་ལ་སྒོར་བརྒྱ་གནས་ཡོད། བྱས་ཙང་ཁྱེད་རང་གིས། མ་གནས་འཚེ་སྟངས་འདི། ཐུགས་ལ་བཞག་ན་ཨ། མ་གནས་འཚེ་སྟངས་ཁག་གཉིས་འདུག་ཨ། གྱོང་བྱུང་ན་མ་གནས་ག་འདྲས་འཚེ་བོ་རེད། གྱོང་བྱུང་ན་མ་གནས་ག་འདྲས་འཚེ་བོ་རེད། ཁེ་སང་བྱུང་ན་མ་གནས་ག་འདྲས་འཚེ་བོ་རེད་དེ་ཐུགས་ལ་བཞག་ན་ཨ། འདིར་ང་ཚོས་གཤམ་གསལ། ཆོ་ག་བེད་སྤྱད་དེ། མ་གནས་དང། ཕྱི་ཚོང་རིན་གོང་འཚོལ་སྟངས། སྦྱང་དགོས། ད། དེ་ལ་ཡང་ཆོ་ག་བེད་སྤྱོད་བྱས་ནས་ཨ་ནི། ཕྱི་ཚོང་རིན་གོང་དང་མ་གནས་འཚེ་སྟངས་ཅིག་འདུག་ཨ། འདིས་ཁྱེད་རང་གིས།

ག་པ་དེ་སིདྷ་མ་གནས་རིན་གོང་ནས་གྱོང་འཕེན་པ་ཡིན་ན་ཕྱི་ཚོང་རིན་གོང། ང་པ་དེ་ཕྱི་ཚོང་རིན་གོང་ཁ་ལ་ཡ་གྱོང་དེ་བསྡོམས་པ་ཡིན་ན་མ་གནས་རིན་གོང་བྱེད་དུས་མ་གནས་རིན་གོང་ཚེ་ཐང་དང་ཕྱི་ཚོང་རིན་གོང། ཕྱི་ཚོང་རིན་གོང་གཉིས་ཁྱེད་དང་གྱོང་ཡོད་པའི་སྐབས་ལ་ཚེ་ཐང་ག་འདྲ་ཡིན་མེད་དེ་ལ་དཔེ་མཚོན་ཁ་ཤས་ཤིག་གནང་འདུག་ཨ་དེ་ནང་བཞིན་ཁྱེད་རང་གིས་རྩིས་རྒྱག་པའི་སྐབས་ལ་འདི་བེད་སྤྱོད་གནང་རོགས་གནང།

ད་ཀ་དཔེའི་ལན་དེ་འོག་དེར་བྲིས་འདུག་ཨ། ཨ་ལགས་འདུག། དྲི་བ་ཀ་དཔེ་གི་ལན་དེ་གློ་བོ་ཡིན་ད། ལན་དེ་ལ་ཡང་གར་བྲིས་འདུག་ང་ཚོས་ཤེས་གསལ་ལ། མ་གནས་རིན་གོང་ནས་གྱོང་འཐེན་པ་ཡིན་ན་ཕྱི་ཚོང་རིན་གོང་རག་གི་ཡོད་པ་ང་ཚོས་ཧ་གོ་གི་ཡོད་རེད། གང་ཟེར་ཡི་གེ་འདི་དངོས་ལ་ཡང་ཆོ་ག་དེ་གློག་ཡིན་པ་ད་ཆོ་ག་བེད་སྤྱོད་བྱེད་ཀྱི་ཡོད་རེད་ད། དེར་བརྟེན་སྒོར་སུམ་ཅུ་སོ་བརྒྱད་ནས་སྒོར་ལྔ་འཐེན་པ་ཡིན་ན་སྒོར་སུམ་སོ་གསུམ་རེད། དེར་བརྟེན་ཕྱི་ཚོང་རིན་གོང་ནི་སྒོར་སུམ་ཅུ་སོ་གསུམ་ཡིན། ད་ཆོ་ག་བེད་སྤྱོད་བྱེད་ནི་ཁྱེད་རང་ཚད་ལས་སླ་པོ་འདུག་བ། ཉིད་ཁྱེད་རང་གིས་དོན་དག་དེ་མཉམ་དུ་ཤེས་པ་གནང་ཨ། ད་དྲི་བ་ཁ་པར་དེ་ཀློག་ཡིན་ད། མ་གནས་རིན་གོང་སྒོར་སུམ་ཅུ་སོ་བརྒྱད། ཁེ། སྒོར་བདུན། ཁེབས་སང་སྒོར་བདུན་བྱུང་ཤག། བྱེད་ན་ང་ཚོ། ཕྱི་ཚོང་རིན་གོང་དེ་ག་འདྲས་ཚད་ཀྱི་འདུག་ཟིག་ཨ། ད་ལན་ཁ་བ་དེ་སྲིད་ད། ང་ཚོས་བཤད་གསལ་ལ། མ་གནས་རིན་གོང་མཁར་རི། ཁེ་སང་བསྡོམས་པ་ཡིན་ན། ཆེ་ཚོང་རིན་གོང་རག་ཡོད་པ་ང་ཚོས་ཤེས་གི་ཡོད་རེད། ད་འདི་ཆོ་ག་དེ་བེད་སྤྱོད་གནང་ཨ། དེར་བརྟེན་སྒོར་སུམ་ཅུ་སོ་བརྒྱད་མཁར། སྒོར་བདུན། བསྡོམས་པ་ཡིན་ན་སྒོར་བཞི་བཅུ་ཞེ་ལྔ་རག་འདུག། དེར་བརྟེན་ཆེ་ཚོང་རིན་གོང་ནི་སྒོར་བཞི་བཅུ་ཞེ་ལྔ་ཡིན། བྱས་ཙང་ཁྱེད་རང་གིས་ངའི་ད་ལྟ་དེ་ལ་ཡང་དྲི་བ་ནས་ལན་སློག་པ་ན་བཞིན། ཁྱེད་རང་ངོས་ནས་ཕྱི་ཚོང་རིན་གོང། འདི་གའི་འཚེ་བའི་སྐབས་ལ་ཡང་གར་གར་གནང་དགོས་ཡོད་མེད་འདི་དཔེ་དེ་གའི་ཡག་པོ་ཀློག་གནང་དང། ཨ་ཆོ་ཁ་བེད་སྤྱོད་བྱས་ནས་བཙལ་གནང་ཨ། དྲི་བ་ག་པ། ཕྱི་ཚོང་རིན་གོང་སྒོར་བརྒྱད་ཅུ་གྱེས་ཉིད་ཁེ་བཟང་སྒོར་བརྒྱད་ཅུ། ལན་དེ་ཟིག་ཨ་མ་གི་ག་བ་དེ་ཟིག་ཨ། ང་ཚོས་ཤེས་གསལ་ལ་ཕྱི་ཚོང་རིན་གོང་ནས་ཁེ་སང་འཐེན་པ་ཡིན་ན་མ་ནས་རིན་གོང་རག་ཡོད་རེད། དེར་བརྟེན་སྒོར་གྱེས་ཆུ་གྱེས་གཉིས་ནས་སྒོར་བཞི་བཅུ་འཐེན་པ་ཡིན་ན་སྒོར་བཞི་བཅུ་ཞེ་གཉིས་རོ་ཨ། དེར་བརྟེན་མ་ནས་རིན་གོང་ནི་སྒོར་བཞི་བཅུ་ཞེ་གཉིས། ད་འདི་ནང་ལ་ཡང་ལན་དེ་དུས་ཁ་གསལ་བོ་བྲིས་གནང་འདུག་ཨ། ད་དྲི་བ་ཐ་མ་དེ་ཀློག་ན་ད་དྲི་བ་ཐ་མ་ང་པ། ཕྱི་ཚོང་རིན་གོང་སྒོར་གྱེས་གྱེས་ཉི་ཤུ་གྱོང་སྒོར་བཞི་བཅུ། ཏང་རྫུན་མ་ནས་ཚད་ཡོད་དང་ཟི་ཨ། དྲི་བ་ང་པའི་ལན་ལ་ཡ་ང་ཚོས་ཤེས་གསལ་ལ་ཕྱི་ཚོང་རིན་གོང། མཁར། གྱོང་བསྡོམས་དགོས་ཀྱི་འདུག་ཨ། གལ་སྲིད་བསྡོམས་པ་ཡིན་ན་མ་གནས་རིན་གོང་རག་གི་འདུག་དེར་བརྟེན་སྒོར་བརྒྱད་བརྒྱ་ཉི་ཤུ་མཁར། སྒོར་བཞི་བཅུ་བསྡོམས་པ་ཡིན་ན་སྒོར། བརྒྱད་བརྒྱ་དྲུག་ཅུ་རག་གི་འདུག་དེར་བརྟེན་མ་གནས་རིན་གོང་ནི་སྒོར་བརྒྱད་བརྒྱ་དྲུག་ཅུ་ཡིན། གཤམ་གྱི་སྦྱོང་ཚན་འདི་གའི་རྩིས་དཔེ་བསྟན་པ་ནང་བཞིན་གནང་ཞོག་ཨ། སློབ་ཚན་ཁེ་དང་གྱོང་སྦྱང་ཚར་བའི་རྗེས་ལ་ང་ཚོས་ཡིན་གཅིག་མིན་གཅིག་བཤད་དགོས་ཡ་ལ་ཡ། གནད་འགག་ཁ་ཤས་ཅིག་ཡོད་རེད་དེ་ལྟའི་ཤོག་ངོས་དེ་བཟི་ཨ། ཤེས་པར་གྱིས་བྲིས་འདུག་ཨང་དེ་ལ། ད་ཤེས་པར་གྱིས་དང་པོ་དེ་ལ་ཡ་ག་བྲིས་འདུག་ཀློག་གི་ཡིན་ད། གལ་ཏེ་དཔྱ་དངོས་རིགས་ཤིག་གིས་རིན་གོང་སྤྲད་ན། དཔྱ་དངོས་ཁག་གི་དགོས་མཁོའི་གྲངས་ཀྱི་རིན་གོང་འཚོལ་བའི་ཆེད་ང་ཚོས་ཐོག་མར་དཔྱ་དངོས་ཁེར་རྐྱང་ཞིག་འཚོལ་དགོས། གཉིས་པ། གལ་ཏེ་ཕྱིར་ཚོང་རིན་གོང། SP། དེ། མ་གནས་རིན་གོང། CP། ལས་ཆེ་བ་ཡོད་ན། དེ་ལས་ཆེ་བའི་ཆེ་རྟགས་ཤིག་བརྒྱ་དང་ཕྱེད་བའང་ཡོད་ན། དེར། ཁེ། Profit། ཐོབ་ཀྱི་ཡོད། SP། ལས། CP། SP། དང CP། གཉིས་བསྡུར་བའི་སྐབས་ལ། SP། ཆེ་བ་ཡོད་ན། ཁེ་བཟང་རེད། ཕྱི་ཚོང་རིན་གོང། SP། དེ་མ་གནས་རིན་གོང་ལས། ཆུང་བ་ཡོད་ན། ཆུང་རྟགས་ཤིག་བརྒྱ་དང། སིའི་སྤུས་ལས་ཆུང་བ་ཡོད་ན་དེར། Loss། ཐོབ་ཀྱི་ཡོད་གྱོང་ཐོབ་ཀྱི་ཡོད། ད་དེ་གཉིས་གཉིས་ཐུགས་ལ་བཞག་ན་ཨ། དེ་ནས་དེ་སི་ཨ་ཕྱི་ཚོང་རིན་གོང། SP། དང། མ་གནས་རིན་གོང CP གཉིས། གཅིག་མཚུངས་ཡིན་ན། དེར་ཁྱད་གྱོང་གང་ཡང་མེད། SP། དང། CP གཉིས་ཀ་གཅིག་པ་ཡིན་ན། ཕྱི་ཚོང་རིན་གོང་དང་མ་གནས་རིན་གོང་གཉིས་ཀ་གཅིག་པ་ཡིན་ན་ཁྱད་གྱོང་མེད། ད་གསུམ་པ་དེ་སི་ཨ། གལ་ཏེ་ཕྱི་རྫོང་རིན་གོང་དང་མ་གནས་རིན་གོང་ཁེ། གྱོང། ནས་གང་རུང་གཉིས་བཤད་ཀྱི་ཡོད་ན། གསུམ་པ་དེ་གཤམ་གསལ་ལྟར་འཚོལ་ཐུབ། ཀ་པ། ཕྱིར་རྫོང་རིན་གོང་འཚོལ་སྟངས། དང་པོ་དེ་སི་ཨ། ཁས་རགས་པའི་སྐབས། ཕྱིར་རྫོང་རིན་གོང། ག་འདྲས་རེད་ལབ་པ་ཡིན་ན། མ་གནས་རིན་གོང་སྒང་ལ་ཁས་དེ་བསྡོམས་དགོས་ཀྱི་འདུག་ཨ། གཉིས་པ་དེ་སྲིད་དོ། གྱོང་རག་པའི་སྐབས་ལ། ཕྱིར་འཚོང་རིན་གོང་ཚོད་དང་ཇི་སྲིད། མ་གནས་རིན་གོང་ནས། གྱོང་ཐེན་འགུགས་དུ་བ། ད་ཁ་པ་འདི་འདའ། ཁ་པ་འདི་ག་རེད་དོ་མ་གནས་རིན་གོང་ཚོད་དང། དེ་ལ་ཡ་དང་པོ་དེ་ལ་སྲིད་ཨ། ཁྱད་རག་པའི་སྐབས་ལ། མ་གནས་རིན་གོང་ཚོད་དང་འདི་ག་འདྲ་སི་རེད་ཞུས་པ་ཡིན་ན། ཕྱིར་འཚོང་རིན་གོང་ནས། ཁྱད་དེ་མ་ཐེན་འགུགས་དུ་བ། གཉིས་པ། གྱོང་རག་པའི་སྐབས། མ་གནས་རིན་གོང་འཚོལ་སྟངས་དེ། ཕྱིར་ཚོང་རིན་གོང་ཁག་ལ་ཡང་གྱོང་དེ་བསྡོམས་དགོས་ཀྱི་ཡོད་རེད། སློབ་ཚན་འདིའི་རྗེས་ལ་བྱེད་སྒོ་གཉིས་ཀྱི་ནང་དུ་ཨ་འདི་གཉིས་ཆ་ལོག་སོ་སོས་རིམ་པས་ཀློག་འགོ་ཚོས་པ་བྱེད་གནང་ཞོག་ཨ།